འདི་ལས། སློབ་བརྩོན་དེ་རྒྱུ་རྐྱེན་བཞིས་ཁ་སང་གི་འཕྲོ་དེ་ཞུགས་ཡིན། ཁ་སང་ང་ཚོས་རྗེས་འཇུག་གི་རྟགས་རྣམ་པ་བརྒྱད་དུ་དབྱེ་བ་དེ་ཐོག་མར་ཞུས་པ་རེད། དེའི་རྗེས་སུ། སྐྱེས་བུ་རབ་འབྲིང་ཐ་གསུམ་ལ། རབ་ཀྱི་རབ་དང། རབ་ཀྱི་འབྲིང། རབ་ཀྱི་ཐ་མ། ད་ནི་བཞིན་འབྲིང་ལ་འབྲིང་གི་རབ་དང་འབྲིང་གི་འབྲིང་འབྲིང་གི་ཐ་མ། ཐ་མ་ལ་ཡང་ཐ་མའི་རབ་དང་ཐ་མའི་འབྲིང་ཐ་མའི་ཐ་མ་ཅེས་དཔེར་བརྗོད་དུ་བྱས་པ་དྲག་པོ་གོ་བསྐོར་ཞུས་ཟིན་པ་རེད། ད་ནི་བཞིན་མོ་དང་ཤིན་ཏུ་མོ་ལ་ཡང། མོ་རབ་དང་མོ་འབྲིང་དང་མོ་ཐ་མ། ཤིན་ཏུ་མོ་ལ་ཡང། ཤིན་ཏུ་མོ་རབ་དང། ཤིན་ཏུ་མོ་འབྲིང་དང། ཤིན་ཏུ་མོ་ཐ་མ། དཔེ་བརྗོད་དུ་བྱས་པ་ཞིག་གསུངས་པ་རེད། དེ་དག་ལ། ཞེན་པ་དྲུག་སྐོར་ཞུས་པ་རེད། དྲག་པོ་དགུ་སྐོར་དང། ཞེན་པ་དྲུག་སྐོར་ཟེར་བ་དེ། རྗེས་འཇུག་གི། རྟགས་གསུམ་རྒྱས་པར་བྱེད་པ་དང། བུ་ཡིག། གང་ནས་གཞན་རྗེས་འཇུག་གི་མོ་ཡིག་རྒྱས་པར་བཤད་པ་རེད། རྒྱས་པར་བཤད་པའི་སྐབས་སུ། རམ་འབྲིང་ཐ་གསུམ། མོ་དང་ཤིན་ཏུ་མོ། མིང་གཞིའི་འགྱུར་བ་ཡོད་པ་སོང་ཙང་རྒྱས་པར་བྱས་པ་རེད། མིང་གཞི་ལ་བསམ་བློ་མ་བཏང་བ་བྱས། རྗེས་འཇུག་ནང་ཕན་ཚུན་ཁོ་ན་བསམ་བཏང་བ་ཡིན་ན། བདག་བསྐྱེད་ཀྱིས་མ་བསྡུས་པ་ཡོད་མ་རེད། མ་ནིང་བསམ་བཏང་པ་ཡིན་ན། མིང་གཞི་དང། སྦྱར་བཅས་འགྲེལ་བྱེད་ཅིག་ཡོད་པ་སོང་ཙང། རྒྱས་བཤད་གོ་ཡ་མེད་པ་ཆགས་བསྡད་ཡོད་རེད། དེ་འདྲ་ཡིན་པ་སོང་ཙང། དྲག་པོ་དགུ་སྐོར་དང་གཞན་པ་དྲུག་སྐོར་འདི། རྭ་བས་རྒྱས་པར་བཤད་པ་རེད་མ་གཏོགས། དོན་དམ། ཨ་ནི། རྗེས་འཇུག་གི་བརྟག་དཔྱད་ཀྱི་ནང་བློ་ལ་ཚུད་ཀྱི་ཡོད་རེད་ཞུ་ཡིན། ཨོ་འདུག་གཅིག་བྱས། ད་དེ་རིང། འདིའི་གྲས་ལ། ཝཱ་ར་ན་སིའི། སློབ་དཔོན་ཆེན་མོ། འགོས་པདྨ་རྒྱལ་མཚན་གྱིས། སྐྱེས་བུ་རབ་འབྲིང་དག་གསུམ་ལ། དགོངས་ཚུལ། མི་འདྲ་བ་ཡོད་པ་འདི། འདིར་དྲིས་ཤ་ཡར་འདི་ཞུའི་ཐབས་ཤེས་ཤིག་ཡིན། ཁོང་གི་དགོངས་ཚུལ་འདི། རིགས་པ་དང་ལྡན་པ། རེད་དེ་ཡོད་རེད། ཡིན་ན་ཡང། སི་ཏུ་རིན་པོ་ཆེས་རབ་འབྲིང་མཐའ་གསུམ་གསུང་སྟངས་དང། ཏག་ཏག་འགྲིག་གི་ཡོད་མ་རེད། གང་ཡིན་ཟེར་ན། དཔེར་བརྗོད་ཀྱི་ཐོག་ནས་གསལ་བོ་ཆགས་ཀྱི་འདུག་བ། ཁོང་གིས། ཨེ་ནི། ཀེའུ་རབ་ཀྱི་དཔེར་བརྗོད་དུ། གཞན་འཇུག། ཡང་འཇུག་ཡོད་པ་དང་མེད་པ་གཉིས་ཀ་ཆགས་ཀྱི་འདུག་བ། འོ་དེ་ཁྱད་པར་གཙོ་བོ་སྒྲོག་ཤུགས་རེད་དེ། དག་སྣང་བཞི་སྐྱེས་བུ་འབྲིང་ལ་ཡང། འདི་ནི་རྗེས་འཇུག་པ་ཡང་ཆོས་ཅན་གཅིག་པུ་མ་ཡིན་པ། གང་ལྟར་མིང་གཞི་འདི་མ་ནིང་ཡིན་ན། འདི་ནི་རྗེས་འཇུག་བོ་ཡོད་པ་ཡིན་ན་སྐྱེས་བུ་འབྲིང་ལ་བཞག། མིང་གཞི་འདི་བོ་ཡིན་ན། འདི་ནི་རྗེས་འཇུག། ཕོ་ཡིན་ན། སྐྱེས་བུ་རབ་ལ་བྱ། ཡང་སྤྱོད་ཡུལ་མིན་ལ་ཁྱད་པར་མེད་པ་ཅི། འོ་འདུག་ཅེས་བྱས་གོང་གི་བཞག་ཡོད་རེད། ད་ནང་བཞིན། མོ་ལ་ཡང་དག་རང་བཞག་ཡོད་རེད། མོ་གཙང་ལབ་པའི་སྐབས་སུ། འབྲས་ཆན་ཞིག་བཟུང་བྱས་པ་ཡིན་ན། ཨེ་ནི། ངོ་མ་ཡང་འཇུག་ཅན་གོ་གསུངས་ཡོད་རེད་བ། ཁོང་གིས། ཨ་ནི། ང་མ་ཡང་འཇུག་ཡོད་པ་ཙམ་དུ་མ་ཟད་མེད་པ་དེ་ཚོ་ཡང། ཨ་ནི་མོ་གསུམ་ལ་བཞག་ཡོད་རེད། ད་ནང་བཞིན་ཤིན་ཏུ་མོ་ལ་ཡིན་ན་ཡང་འཇུག་མེད་པ་ཅིག་གོ་ཡོད་གསུངས་ཡོད་རེད་བ། དེ་ནས་ཁོང་གིས། ཨ་ནི། ཡང་འཇུག་ཡོད་པ་དེ་ཚོ་ཡང། གལ་སྲིད། མིང་གཞི་འདི། ཨ་ནི། མ་ནིང་དང་མོ་ཡིན་ན། ཨ་ནི་ཤིན་ཏུ་མོ་ལ་བཞག་ཡོད་རེད། དེ་ཡིན་པ་སོང་ཙང། ཨ་ནི་ཁོང་རང་གི་སོང་ཆ་ཚང་མ་བརྗེས་པ་ཡིན་ན། ཨ་ནི་གོ་རིམ་དང་ལྡན་པ་རིག་པ་དང་ལྡན་པ་བྱ་གི་ཡོད་རེད། ཡིན་ན་ཡང། ཡོངས་གྲགས་འགྲེལ་བྱེད་ནང་གི་གསུང་སྟངས་དང་ཨ་ནི་མི་མཐུན་པ་ཆགས་ཡོད་རེད་ཞུས་ཡིན། ད་ཐུགས་རྗེ་ཆེ་གཞུང་ནས་མ་ཀློག་ནས་ཞུས་པ་ཡིན་ན། ཁོ་བོས་བལྟས་ན་ས་གཞི་མཇུག་མ་ནིང་ན་ར་ལ་གསུམ། མིང་གཞིའི་རྟགས་ལས་གྲངས་དང་ལ་ཁྱད་པར་འགྲོ་ན། ཕོ། ག་རྟ་བ་ས་བཞི་དང་མོ། ང་མ་ཨ་གསུམ་ཡང། མིང་གཞིའི་རྟགས་ལས་གྲངས་དང་ལ་ཁྱད་པར་འགྲོ་དགོས་པ་ལྟ་བུ་འདུག་པས། ཨོ། མ་ནིང་གི་སྐབས་སུ། མིང་གཞིའི་ཕོ་མོ་མ་ནིང་གི་དབང་གིས་རྒྱུ་བ་འགྲོ་བ་ནང་བཞིན། ཨ་ནེ་ཕོ་མོ་གཉིས་ལ་ཡང་མིང་གཞི་རྒྱུ་མཚན་དུ་བྱས་རྗེས་རྒྱུ་བ་འགྲོ་དགོས་ཀྱི་རེད། དེ་འདྲ་གསུངས་འདུག་ཟེར། འདི་གསུངས་པ་དེ། དྲག་པོ་གོ་གོར་དང་ཞན་པ་གོ་གོར་ལ་ཡང་ཨ་ནེ་ཡིན་བསམ་ཚུལ་གཅིག་པ་རེད་དེ། ཡིན་ན་ཡང། དཔེར་བརྗོད་བྱ་བའི་སྐབས་སུ་མི་འདྲ་བ་ཆགས་བསྡད་ཡོད་རེད་ཞུ། ཁོང་གིས་དཔེར་བརྗོད་བྱ་བའི་སྐབས་སུ་ག་འདྲ་གསུངས་ཡོད་རེད་ལབ་པ་ཡིན་ན། དེས་ན། སྐྱེས་བུ་རབས་ནི་མིང་གཞི་ཕོའི་རྗེས་སུ་ཡང་འཇུག་ཡོད་མེད་ཇི་ལྟར་རུང། དེ་འཇུག་ཕོ་བཞི་ཞུགས་པ་དང། ས་ནི། བོ་ཀ་ཀ་ཀ། ལ་ཅ་ད་ཅ་ཀ་ས་ཅ། བོ་ད་བ་ད། ས་ཀ་ད་ཀ་བ་ས་ཀ། ས་ཀ་ད་ཀ་ད་ཀེ། བོ་ཀ་ས་ཀེ། དེ་ཀེ་དེ། སྐྱེས་བུ་ར་བའི་ཡིན་གསུང་གོ། འགྲེལ་ཆེན་ནང་གི་དབང་དུ་བྱས་པས་ན། ད་ལྟ་ཁོང་གིས་དཔེར་བརྗོད་དྲུག་བཞག་པའི་ནང་ནས། རབས་འདི་གཅིག་མ་དུ་མེད་པ་རེད། གཅིག་དེ་ག་རེད་ཟེར་ན། ལ་རྒྱ་དང་ལྕགས་ག་ས་ལྕགས་རེད། གང་ཡིན་ཟེར་ན། ཨ་ནི་རྗེས་འཇུག་ག་ཕོ་ལ་ཡང་འཇུག་ས་ཡོད་པ་འདི་ཀྱི་བར་རབས་ཆགས་ཀྱི་ཡོད་ར། བོ་ཀ་ཀ་ཀག་དང་བོ་ཏ་པ་ཏབ། ས་ཀ་ད་ཀ་ད་ཀད་བོ་ཀ་ས་ཀད་དེ་ཉམས་རྒྱུ་མེད་པར་སོང་ཙང་སི་ཏུ་ལུགས་བྱས་པ་ཡིན་ན་སྐྱེས་བུ་ཐ་མ་ལ་བྱ་གི་ཡོད་རེད། ད་ནང་བཞིན་ས་ག་ཟླ་ཀ་བ་ས་སྐབས་དེ་ནི་སྐྱེས་བུ་འབྲིང་ལ་བྱ་དགོས་རེད། བ་ཡང་རྒྱུ་ཅན་སྐྱེས་བུ་འབྲིང་རེད། ག་ཡང་རྒྱུ་ཅན་སྐྱེས་བུ་རབ་རེད་དེ། དེ་འདྲ་ཡིན་པར་སོང་ཙང་མཐུན་གི་མི་འདུག་ཞུ། ད་སྐྱེས་བུ་འབྲིང་འདི་སྐྱེས་བུ་འབྲིང་ནི་ས་མིང་ཤིང་མ་ནིང་ལ་རྗེས་འཇུག་ཕོ་བཞི་ཞུགས་པ་ཡང། ཡང་བཅུ་ཡོད་མེད་གཉིས་ཀ་དང། དཔེར་ན། ཆ་ག་ཆ། ཆ་ག་ས་ཆ། ཆ་བ་ཆ། ཆ་བ་ས་ཆ། ཆ་ད་ཆེ། ཆ་ནོར་ཆོས་ས་ཆོས། དཔེར་བཅུ། ལྔ་བཞག་ཡོད་རེད། ཁོང་གི་གསུང་ཡང་ག་རེ་ཟེར་ན་མིང་གཞི་འདིའི་མ་ནིང་ཡིན་དགོས་རེད། རྗེས་འཇུག་དེ་ཕོ་ཡི་མགོ་རེད། གཡང་གཅིག་ཡོད་གནས་རེད་མེད་གནས་རེད། རྗེས་འཇུག་ག་ཡི་གནས་རེད་བ་ཡི་གནས་རེད་ཁྱད་པར་མེད་པར་ཁྱེད་ཀྱི་སྐྱེས་བུ་འབྲིང་རེད་གསུངས་པ། དེ་ལྟར་གསུངས་པ་ཡིན་ན། ཨ་ནི་སི་ཏུའི་ལུགས་དང་འགལ་གྱི་ཡོད་རེད་ཟེར། ནོར་རེ་ཞུ་ཡ་ཡོད་མ་རེད་ཚུར་སོ་སོ་གྱི་ཟིན་མཚམས་རེ་རེ་ཡོད་རེད་བ། སི་ཏུའི་ལུགས་གཞི་མཚོན་བྱས་པ་ཡིན་ན། ད་ལྟ་དཔེར་བརྗོད། གཅིག་གཉིས་གསུམ་བཞི་ལྔ་དྲུག་ནས་གཅིག་རང་གཅིག་སྐྱེས་བུ་འབྲིང། འདི་ག་རེ་ཟེར་ན་ཆ་བ་ས་ཆབ་འདི་རེད། འདི་བ་ཡང་བཅུ་འདུག་བ་ཡང་བཅུ་ཡོད་པའི་སོང་ཙང་སྐྱེས་བུ་འབྲིང་རེད་ཟེར། དེ་མིན་ཆ་ག་ཆག་ལྟ་བུ་ཡིན་ན་ཡང་བཅུ་མེད་པའི་ཆ་ནས་སྐྱེས་བུ་ཐ་མ་ཆག་གི་ཡོད་རེད། ཆ་ག་ས་ཆག་ལྟ་བུ་ཡིན་ན་ཡང་བཅུ་ཡོད་པའི་ཆ་ནས་སྐྱེས་བུ་རབ་ཆག་གི་ཡོད་རེད། ཆ་བ་ཆབ་ལྟ་བུ་ཡིན་ན་ཡང་བཅུ་མེད་པའི་ཆ་ནས་སྐྱེས་བུ་ཐ་མ་ཆག་གི་ཡོད་རེད། ཕྱག་བདར་ཆེ། ཕྱག་ནོར་ཆོས་ས་ཆོས། གོ་བརྡ་ཡང་འཇུག་འབྲུ་ཀའི་མར་བ། མདོར་ན་ག་བརྡ་བབས་ས་གཞི། ཡང་འཇུག་མེད་པ་ཡིན་ན་སྐྱེས་བུ་ཐ་མ་ཆགས་ཀྱི་ཡོད་རེད། དེ་ཡིན་པ་སོང་ཙང་སྐྱེས་བུ་ཐ་མ་ཡིན་གསུངས་པ་འདི་སི་ཏུའི་ལུགས་རེད། དེ་ཚོ་སྐྱེས་བུ་འབྲིང་ཡིན་བ་གསུངས་བ་འདི་རྒོད་པད་མ་རྒྱལ་མཚན་གྱིས་བཤད་པ་རེད། དེ་ནས་སྐྱེས་བུ་ཐ་མ་ནི་མིང་གཞི་མོ། ཉི་ཤུ་ལ། རྗེས་འཇུག། ཕོ་བཞི་བཞུགས་པ། ཡང་རྗེ་ཡོད་མེད་གཉིས་ཀར་ཟློས་སམ་དཔེར་ན། ཧཱུྃ་ག་ག་ག། བོ་གསང་སྔགས་ད་སྔགས་ག་ས་སྔགས་ས་ག་ད་ག་པ་ཀ། ས་ད་ད་ད་རིང་པོ་བཟླས་བ་ས་བཟླས་བ་ན་རོ་བོས་བཏགས་པའི་ཨོ་ག་ན་རོ་དགོས་ས་དགོས་ས་རི་ད་ས་ས་སེ། དཔེར་བརྗོད། དཔེར་བརྗོད་དུས་འདུག་ཨང། དཔེར་བརྗོད་དུས་འདི་ནས། སི་ཏུའི་ལུགས་ཤེས་གསུང་བྱས་པ་ཡིན་ན། སྐྱེས་བུ་ཐ་མ། ཨ་ནི། ཨོ་ག་ག་ག། ས་ག་དང་ཀ་པ་ཀ། པ་ན་ར་བོད་དང་བོད། ཨོ་ཀ་ན་ར་གོས་ས་གོས། ས་ར་དང་ས་ས་སེ། ཨོ། རྗེས་འཇུག་ཕོ་ཡིན་པ་གང་ཞིག་ལ་ཡང་འཇུག་མེད་པ་དེ་གི་དེའི་སྐྱེས་བུ་ཐ་མའི་དཔེར་བརྗོད། ཁོང་གིས་བཞག་པའི་བོགས་ས་ག་དང་ལྔ་ག་ས་ལྔ་ལྟ་བུ་ཡིན་ན། སི་ཏུ་ལུགས་ལ། ཨ་ནི་སྐྱེས་བུ་རབ་གི་དཔེར་བརྗོད། ག་ཡང་འཇུག་ཅན། ས་ད་ད་ད་འབྲིང་པོ་དེ་པ་ས་དེབ་ལྟ་བུ་ཡིན་ན། ཨ་ནི། སྐྱེས་བུ་འབྲིང་གི་དཔེར་བརྗོད། བ་ཡང་གཟུགས་ཅན། བ་ཡང་འཇུག་ཅན། འོ་ད་དཔེར་བརྗོད་ཀྱི་ཐོག་ནས་ཨ་ནི་ཁྱད་པར་ཆེན་པོ་ཞུ་གི་འདུག་ཨ། འོ་དོ་ཟེར། དེ་ནས་དེ་བཞིན་མོ་གཉིས་ལས། མོ་ཙམ་ནི་མིང་གཞི་ཕོའི་རྗེས་སུ་ང་མ་གསུམ། ཡང་འཇུག་ཡོད་མེད་གཉིས་ཀ་དང་ས་དཔེར་ན་བོ་ཀ་ང་ཀང། བོ་ས་ཀ་ད་ཀ་ཡ་ད་ཀྱང་ང་ས་ཀྱང། ས་ཀ་ད་ཀ་མ་ཀམ། བོ་ར་ཀ་ད་ཀ་མ་ས་ཀམ་བོ་ཀ་ཀ། དཔེར་བརྗོད་ལྔ་ཆགས་འདུག་ཨ། བེར་གྱོན་སྔགས་འདི་དགོས་པདྨ་རྒྱལ་མཚན་གྱི་ལུགས་སུ་ཨ་ནི། མོ་མཚམས་ཀྱི་བེར་གྱོན་རེ་དེ་ཡོད་རེད། སི་ཏུའི་ལུགས་ཤིག་ཟུང་ཆེ་བུ་ཡིན་ན། སྔགས་ནང་ནས་གཉིས། མོ་མཚམས་ཀྱི་བེར་གྱོན་རེ་དེ་ཡོད་རེད། བ་འུ་ས་ཀ་ད་ཀ་ཡ་ད་ཀྱང་ང་ས་ཀྱང། བ་འུ་ར་ཀ་ད་ཀ་མ་ས་ཀམ། ང་མ་ཡང་འཇུ་ཅན་འདི་མོ་མཚམས་རེ་དེ་ཡོད་རེད། དེ་མིན་བ་འུ་ཀ་ང་ཀང་ས་ཀ་ད་ཀ་མ་ཀམ་བ་འུ་ཀ་ཀ་དི་ཀི་དི། ང་མ་ཡང་འཇུ་མེད་པ་སོང་ཙང། ཨེ་མོ་ཙམ་བཞག་ན་འགྲིག་གི་ཡོད་མ་རེད་ཤིན་ཏུ་མོ་ལ་ཁེར་དགོས་བར། ཡིན་ན་ཡང་ལུགས་མི་འདྲ་བ་ཡིན་པ་སོང་ཙང་སྡེ་ཚན་མི་འདྲ་བ་ཆགས་པ་རེད་ཞུ། ད་ཤིན་ཏུ་མོ་ནི་མིང་གཞི་མ་ནིང་དང་མོའི་རྗེས་སུ་ང་མ་ཨ་གསུམ་ཡང་རྒྱུ་ཡོད་མེད་ཇི་ལྟར་ཡང་ཤིན་ཏུ་མོར་འདོད་པ་ཡིན་ཟེར། དཔེར་ན་ཁ་ང་ཁང་ཨའོ་ཁ་ར་ད་ཁྲ་ཤ་ཆུ་ཁྲུ་ང་ས་ཁྲུང་ཁ་མ་ཁམ་ཁ་མ་ས་ཁམ་མའོ་ཁ་ཨ་ཁ་བ་ང་བང་ཨའོ་བ་ང་ས་བང། ས་ག་ད་ཀ་མ་ཀམ་པ་ཡི་ད་ཆ་མ་ས་ཆམ་ཨའོ་ག་ཨ་ཀ་བེར་གཅོད་མང་ཐག་ཆོད་སྐྱོན་འདུག་ཨ། ད་དེ་འགོ་པད་མ་རྗེས་འཛིན་གྱི་ལུགས་སུ་ཤེས་འདུག་མོས་བེར་གཅོད་རེད། གང་ཡིན་ཟེར་ན། ཨ་ནི། མིང་ཤེས་འདི། ཡང་ན་མ་ནིང་ཡིན་དགོས་རེད། ཡང་ན་མོ་ཡིན་དགོས་རེད། ཨ་ནི། རྗེས་འཇུག་དེ་མོ་ཡིན་དགོས་རེད། ཡང་འཇུག་ཡོད་ནི་རེད་མེད་ནི་རེད་ཁྱད་པར་ཡོད་མ་རེད་ཟེར། དེ་ནས་སི་ཏུའི་ལུགས་ཤིག་སུན་ཕྱེ་བ་ཡིན་ན། ཤིན་ཏུ་མོ་སེང་གེ་འདི་ཡང་འཇུག་མེད་པ་ཞིག་གོ་གི་ཡོད་རེད་དེ་འདྲ་ཡིན་པ་སོང་ཙང། ཁ་ང་ཁང་དང་ཁ་མ་ཁམ་དང་མོ་ཁ་ཨ་ཁ་བ་ང་བང། ས་ཀ་ད་ཀ་མ་ཀམ་ཨའུ་ཀ་ཨ་ཀ། དེ་ཚོ་ཤིན་ཏུ་མོས་པོའི་ཆོས་རེད། ཨ་ནི་ཨའོ་ཁ་རེད་ད་ཁྲ་ཆིལ་ཁྲུང་ང་ས་ཁྲུང་འདི་ཤིན་ཏུ་མོས་པོའི་ཆོས་ཆགས་ཀྱི་ཡོད་མ་རེད་སུས་བསྡུས་ལུགས་སུ་མོ་ཙམ་གྱི་བེར་ཆོས་རེད། ཁ་མ་ས་ཁམ། ཡང་མོ་ཙམ་གྱི་བེར་ཆོས་རེད། ཧའོ་བ་ང་ས་བང། མོ་ཙམ་གྱི་བེར་ཆོས་རེད། བ་ཡི་ད་ཆ་མ་ས་བྱམས། བ་ད་སང་མ་ལོ། ཨ་ནི་ཡང་རྒྱུ་ཅན་ཡིན་པ་སོང་ཙང། ཨ་ནི། མོ་ཙམ་གྱི་བེད་སྤྱོད་མ་གཏོགས་ཤིན་ཏུ་མོས་བེད་སྤྱོད་བྱ་གི་ཡོད་མ་རེད་ཟེར། ད་དེ་ནི་ང་ཚོ། རྟ་མཇུག་གི། ཨ་ནི། དབྱེ་བ་དེ་གའི་དེ་རྟ་མཇུག་གི། རྗེས་མཇུག་གི་དབྱེ་བ་བྱེད་པའི་སྐབས་སུ། ཡོངས་གྲགས། ཨ་ནི། ཕོ་གསུམ། མོ་གཉིས། མ་གཉིས་གསུམ་ཟེར། པ་དེ། ད་ལྟ་བོད་དུ་ཡོད་པའི་ཆབ་བྲག་ཚང་མའི་ནང་ལ་ཡོངས་གྲགས་ཆེ། ཨེ་ནང་ཕན་ཚུན་ངོས་འཛིན་བོད་དེ་བེད་སྐད་ཆེན་པོ་ཆེ། དེ་ནས་ནག་ཁྲའི་ནང་ལ། ཨ་ནི། ཕོ་གསུམ་ལ། རབ་འབྲིང་མཐའ་སྲུང་བྱས་པའི་གྲགས་པོ་གོ་གོར་ཆེ། དཔེར་བརྗོད་དེ་བྱས་པ་ཞུས། ད་ནང་བཞིན་ནག་ཁྲའི་ནང་ལ་གཞན་པ་གྲོ་གོར་ཆེ། མོ་དང། མོ་ཙམ་དང་ཤིན་ཏུ་མོ་གཉིས་ལ་ཨེ་ནི་རབ་འབྲིང་མཐའ་སྲུང་བྱས་པའི། ཆེན་པོ་དྲུག་སྐོར་བྱས། ཨོ་དི་གི་ཏི་ཁ་སང་ཞུས་ཚར་བ་བཅས་དེ་རིང། ཨཱ་ནི། སློབ་དཔོན་ཇོ་མོ་མགོན་པདྨ་རྒྱལ་མཚན་གྱིས། ཨཱ་ནི། མ་ནིང་སྐོར་འདི། ཐུན་མོང་ཡིན་པ་སོང་ཙང། ཞུ་མ་གོ་བ་གནང། དེ་ནས་ཕོ་དང་མོ་འདི། ཨཱ་ནི། ངོས་འཛིན་འདི། ཡོངས་གྲགས། ཨཱ་ནི། འབྲས་ཆན་དང། ཨཱ་ནི་དངུལ་ཆུ་དང། དེ་དག་ཀུན་དང་མི་མཐུན་པ་ཁོང་ཁྲོའི་རིགས་པ་དང་རེ་ཟུང་ཡོད་རེད་ཟེར། ཁོ་ཐག་དེ་གི་དེ་ཡེར་བ་ཁྱིམ་པ་ཡིན་ན། ཨ་ནི། སྐད་ཡིག། ཨ་ནི་ཡག་ཏུ་འགྲོ་ཡས་དང། ཨ་ནི། དེ་གི་དེ་མ་ཤེས་པ་ཡིན་ན་སྐད་ཡིག་གི་གནས་ཚད་ཤེས་འདུ་འགྲོ་ཡས་དེ་འདྲ་གལ་ཡོད་མ་རེད། ཡིན་ན་ཡང། དབྱེ་བའི་རབ་དབྱེ་དེ་གི་དེ་ངོས་འཛིན་ཐུབ་པ་ཡིན་ན། ཨ་ནི་རིག་པ་རྒྱས་གི་ཐབས་ལམ་ཅིག་ཏན་ཏན་རེད་དེ་རེ་ཞོས་ཡིན། འོ། འདུག་ཟེར། ད་དེ་པོ་ཏོ་ཀ་རི་ས་བ་རི་སི་ལབ་པ་ཡིན་ན། ཨ་ནི། རྗེས་འཇུག་གི་ཨ་ནི། ཇི་ལྟར་འཇུག་པ་ལ་བྲའི་ཚུལ་ཇི་ལྟར་འཇུག་པ། ཟེར་བ་འདི་དཔེར་བརྗོད་དང་ཚགས་པ་རེད། ཨ་འདི་ཚང་མ་ལོ། ཨ་ནི་ད་གཞུང་ལུགས་ཀྱི་ཤོད་སྟངས་ཅིག་རེད་དེ་རེད། ཨ་ནི་ཨང་རྩིས་ལྟ་བུ་རེད་དེ་རེད། གང་ཡིན་པ་ཚང་མ་ལོ། སེ་སེ་ཐིང་ཐིང། ཨ་ནི་ཐག་ཆོད་པ་རུ་ཆགས་ཡོད་པ་སོང་ཙང་ལུགས་མི་འདྲ་བ་དེ་ངོས་འཛིན་བྱེད་གལ་ཆེན་པོ་རེད་མ་གཏོགས་དེ་མིན། ཨ་ནི་ང་ཚོ་དངོས་སུ

འགྲེལ་བཤད་རྒྱག་པ་དེ་གལ་ཆེན་པོ་འདུག་ཆགས་ཀྱི་ཡོད་ས་རེད། རྩ་བ་འདི་འགྲེལ་བཤད་རྒྱག་པའི་སྐབས་སུ་ཨ་ནི་ཏག་ཏག་ཅིག་མ་བྱུང་པ་ཡིན་ན། ཨ་ནི་དཀའ་ངལ་ཆེན་པོ་ཅིག་ཆགས་ཀྱི་ཡོད་ས་རེད། གང་ཡིན་ཟེར་ན། རྩ་བ་འདིའི་ནང་ལ་ཨ་ནི་སྔ་མ་ལབ་པའི་སྐབས་སུ་ཨ་ནི་སྔ་མ་དེ་ངོས་འཛིན་ཏག་ཏག་ཅིག་ངོ་མ་སྤྲོད་པ་ཡིན་ན། ཨ་ནི། བྱུང་སྟེ་ཏག་ཏག་སྒྲོམ་མང་གཏུབ་མཁན་ཆགས་བསྡད་ཀྱི་ཡོད་རེད། ཨ་ནི་རྔ་མ་ཟེར་བ་དེ་ངོས་འཛིན་ཏག་ཏག་ཅིག་ཐུབ་སོང་ན་དཀྱུས་གཅིག་ཏུ་ལས་སླ་བོ་བྱས་ནས་འགྲོ་ཐུབ་ཀྱི་ཡོད་རེད་ཞིང། ནང་དོན་གྱི་ཆ་ནས་དེ་ཙམ་གོ་ངེས་ཡོད་མ་རེད། ཡིན་ན་ཡང་རྩ་བ་དེ་ཧ་ཅང་ཉུང་ཉུང་དོན་ཚུལ་ཆེན་པོ་ཡིན་པ་སོང་ཙང། ཨ་ནི་འགྲེལ་བཤད་དེ་ང་ཚོས་གསལ་བོ་གཅིག་ཨ་ནི་ཞུ་མ་ཐུབ་པ་ཡིན་ན་གོ་མ་ཐུབ་པ་ཡིན་ན། སྤྱིར་བཏང་ལས་སླ་པོ་ཡིན་པ་གང་ཞིག་ལ། རྩ་བ་འདི་བརྡ་འཕྲོད་མ་བྱུང་བའི་དཀའ་ངལ་ཅིག་ག་དུས་ནས་ཡོང་གི་ཡོད་རེད། དེ་ཡིན་པ་སོང་ཙང་ཐོག་མར་ངས་རྩ་བ་འདི་འགྲེལ་བཤད་རྒྱའི་ཐབས་ཤེས་བྱས་པ་ཡིན་ན། དེ་འདྲ་ཟེར་ན་འགྲིག་པ་འགྲིག་གི་འདུག་དོན་ནི་རྣམ་པ་གཉིས་ཡིན་ཏེ། སྔ་མ་གང་ལྟར་གྱུར་པ་དང། ཕྱི་མ་གང་ལྟར་གྱུར་པའོ། སྔ་མ་སྔོན་འཇུག་སྔ་ཕྱི་འབྱར། རྐང་པ་གསུམ་རྐང་པ་ཞིག་ཏུ་བ་ཚིགས་བཅད་གཅིག། ད་དོན་ནི་རྣམ་པ་གཉིས་ཡིན་སླ་བས་ན། ཨ་ནི། ཇི་ལྟར་འཇུག་པ་ལ། སྒྲའི་ཚུལ་གཅིག་དང་དོན་གྱི་ཚུལ་ཇི་ལྟར་འཇུག་པ་གཉིས་ཡོད་པའི་ནང་ནས། དོན་གྱི་ཚུལ་ཇི་ལྟར་འཇུག་པ་དེའི་ནང་གསེས་ཨ་ནི་གཉིས་ཡོད་པ་རེད། དེ་ག་རེ་ཟེར་ན། ཨེ་ནས་སྔ་མ་གང་ལྟར་གྱུར་པ་དང། ཕྱི་མ་གང་ལྟར་གྱུར་པ་རེག་བྱ་སྟེ། ད་འདིར། ད་གལ་ཆེན་པོ་བཞི་བོ་ཅིག་ག་རེ་གསུང་དགོས་སླ་བ་ཡིན་ན། ཨེ་ནས་ཚིག་གཅིག་ཁྱེར་ཡོང་པ་ཡིན་ན། ག་དུས་ནས་ཚིག་དེ་ལ་སྔོན་འཇུག་ཡོད་པ་དང་མེད་པ་སྣ་ཚོགས་ཡོང་གི་རེད་དེ། བཞིན་འཇུག། ངེས་པར་དུ་ཡོད་པར་བ། དེ་ནས། མངོན་རྒྱུ་ཡོད་པའི་གནས་སྐབས་ལ་ནི། བྱ་ཚིག་ཡིན་པའི་གནས་སྐབས་དང། བྱ་ཚིག་མ་ཡིན་པའི་གནས་སྐབས། འདི་འདྲ་གཉིས་ཡིན་དགོས་ར་བ། འདི་ཡང་འདིར་གོམས་པ་ཞིག་གོ་གི་ཡོད་རེད། ད་ད་ལྟ། སྔ་མ་གང་ལྟར་གྱུར་པ་སླ་བའི་སྐབས་སུ། སྤྱིར་བཏང། བྱ་ཚིག་ལ་རེ་ཟུང་ཡོག་མ་རེད་དེ། དོན་ཐོབ་ཀྱི་བསམ་བཏང་པ་ཡིན་ན། ཨན་འདི་ཡིག་གི་དཔེར་བརྗོད་ལ་སྔ་མ་གང་ལྟར་བསྒྱུར་པ་ཟེར་དེ། ཨན་ནི་ཡིན་རྒྱུ། ག་ལ། བྱ་ཚིག་ཅིག་ཡིན་རྒྱུ་མིན་རྒྱུ་གོ་གི་ཡོག་རེད། མིང་ཅིག་ཁྱེར་ཡོང་པ་ཡིན་ན། ཨན་ནི། སྔ་མ་གང་ལྟར་བསྒྱུར་བས་ཀྱི་ལས་ཀ་དེ་བྱེད་ཐུབ་ཀྱི་ཡོག་མ་རེད། ཡིན་རྒྱུ་མིན་རྒྱུ་བྱ་ཚིག་ཅིག་ཁྱེར་ཡོང་གོ་གོ་རེད། དེ་ནས། ཕྱི་མ་གང་ལྟར་བསྒྱུར་བའང་ཟེར་དེ། ཨེ་ནི་དཔེར་བརྗོད་ལ། ཨེ་ནི། བྱ་ཚིག་ཡིན་ཡང་ཆོག་གི་རེད། བྱ་ཚིག་མིན་ཀྱང་ཆོག་གི་རེད་དེ་ཁྱད་པར་ཡོད་མ་རེད། བྱས་ཙང་སྔ་མ་གང་དག་བརྒྱུད་པ་དང་ཕྱི་མ་གང་དག་བརྒྱུད་པའི་གི། ཨེ་ནི་གཉིས་ཀ་ལ། འགྲེལ་བཤད་བརྒྱ་ཡས་ཡོད་མཁན་གི། ཨེ་ནི་ཚིག་གཅིག་ཁུག་ཏུ་ན། ཡིན་གཅིག་མིན་གཅིག་བྱ་ཚིག་གཅིག་ཁྱེར་ཡོང་དགོས་རེད། དེ་ནས། སྔ་མ་གང་དག་བརྒྱུད་པའི་གི་དཔེར་བརྗོད་མ་གོ་བ་བྱས། ཕྱི་མ་གང་དག་བརྒྱུད་པའི་གི་དཔེར་བརྗོད་གཅིག་པུ། གསལ་ཁ་བཏོན་བསྒུགས་ཡོད་ན། ཨ་ནི། བྱ་ཚིག་མེད་ན་ཡང་འགྲིག་གི་རེད་ཟེར། གང་ཡིན་ཟེར་ན། སྔ་མ་སྔོན་འཇུག་སྔར་བཞིན་སྦྱར་ཟེར་གི་འདུག་ཨ། སྔ་མ་སྔོན་འཇུག་སྔར་བཞིན་སྦྱར་ལབ་པའི་སྐབས་སུ། སྤྱིར་བཏང་བྱས་པ་ཡིན་ན། རྗེས་འཇུག་གི། ཨ་ནི། བྱ་ཚིག་འདི་གི། དུས་གསུམ་ག་རེ་སྟོན་གི་ཡོད་རེད་ཟེར་གི། དྲི་བ་འདྲ་བོ་ཆགས་འདུག་གི་རེད། སྔ་མ་སྔོན་འཇུག་སྔར་བཞིན་སྦྱར་ཟེར།

བྱ་རྩིས་ཅིག། ཁྱེར་ཡོང་པའི་རྗེས་སུ། ཨེ་ནིང། ཅི་བཏང། རྔ་མ་དེས་བྱ་རྩིས་དེ་ལ། གོ་གི་ཡོད་རེད་དེ། ཡིན་ནའི། མཛུ་གུ་བཙུགས་པའི་སྐབས་སུ། ཨེ་ནིང་མཛུ་གུ་བཙུགས་ས་ངོ་མ་དེ་ག་རེད་ལབ་ཡིན་ན། ཨེ་ནིང། སྦྱིན་སྤྲོད་དེ་ལ་འདུག་གོ་ཚུགས། སྔ་མ་བྱ་ཚིག་དེ་གིས། བྱ་ཚིག་དེ་ལ་སྦྱིན་སྤྱོད་གོ་བར་བ། སྦྱིན་སྤྱོད་དེ་ལ་འདུག་གོ་ཚུགས། སྔ་མ་མངོན་བརྗོད་སྔ་ཞིང་སྦྱར་སླ་བ་སྐབས་སུ། སྔ་མ་སྦྱིན་སྤྱོད་དེས། དཔེར་བརྗོད་དུ་བྱ་ཚིག་ཅིག་ཁྱེར་ཚར་ཡོད་པར་སོང་ཙང། འདིས། དུས་གསུམ་བདག་གཞན། ཇི་ལྟར། འགྲོ་གི་རེད་ལབ་ཡིན་ན།

གཉིས་ཀ་ཡོད་པ་སོང་ཙང། ཨེ་ནི། ད་ལྟ་དེ་གར་སྲུང་འཁོར་བསླབ་ཡོད་ན། ཨེ་ནི། བྱ་ཚིག་ཡིན་པ་གང་ཞིག་ལ། ཨེ་ནི། གཙོ་བོ། མངོན་རྒྱུ་ཡོད་པའི་དབང་དུ་སྐད་ཆ་བཤད་གི་རེད། མངོན་རྒྱུ་ཡོད་པའི་དབང་དུ་སྐད་ཆ་བཤད་ཡིན་པ་སོང་ཙང། ཨེ་ནི། མངོན་རྒྱུ་ཡོད་མཁན་གྱི། བྱ་ཚིག། དེ་ཡིས། རྗེས་འཇུག་དེ་ཡིས། དུས་ག་རེ་སྟོན་གི་རེད་བསླབ་ཡོད་ན། ཨེ་ནི། སྔ་མ། སྔོན་འཇུག་གི་སྤྱི་རྗེས་འཇུག་པ་བཤད་པ་ནང་བཞིན་དེ་དང་མཐུན་པ་རེད་མ་གཏོགས་ལོག་ཏུ་བཤད་ཡ་ཡོད་མ་རེད་ཟེར། ད་སྔ་མ་སྔོན་འཇུག་སྔར་བཞིན་བྱ་ར་སྟེ་ཟེར་བ་རེད། དེ་ཡིན་པ་སོང་ཙང། སྔ་མ་གང་ལྟར་གྱུར་པའོ་ཟེར་ནས་སྔ་མ་དེ་ཨེ་ནས་རྗེས་འཇུག་གི། ཁ་ས། བྱ་ཚིག་གི་རྗེས་འཇུག་ལ་གོ། བྱ་ཚིག་གི་རྗེས་འཇུག་འདི་ཡིས་དུས་ག་རེ་སྟོན་གི་རེད་ལབ་ཡོད་ན། ཨ་ནི། བྱ་ཚིག་གི་བྱིན་འཇུག་དེ་ཡིས། ཨ་ནི། སྔོན་མ་སྔོན་འཇུག་གི་སྐབས་ལ་བཤད་པ་ནང་བཞིན་དེ་དང་མཐུན་པ་བཤད་ཀྱི་རེད། དཔེར་ན། བའོ་ལྕགས་དང་ཅལ་ལྟ་བུ་ཡོད་པ་ཡིན་ན། ཨ་ནི། བའོ་ལྕགས་དང་ཅལ་དེ་དག་དེ། སྐབས་འདིར་བསྟན་གྱི་སྔོན་མ་གང་ལྟར་བསྒྱུར་བ་དེ་རེད། དེ་ཚ་སྔ་མ། ཨ་ནི། བྱིན་འཇུག།

རྗེས་འཇུག་གི་དོན་ཞེན་པ་ཅི་དོན་དེ་འདྲ་ཡོང་མི་སྲིད་པར་བ་དེ་ཡིན་པར་སོང་ཙང། སུ་དབང་ཆེ་བ་རེད་ལབ་ཡོད་ན་མངོན་རྒྱུ་དེ་དབང་ཆེ་བ་རེད། ཡིན་ན་ཡང། དེ་ལ་རྗེས་འཇུག་གི་འཇུག་པ་ཤེས་དགོས་ཀྱི་ཡོད་པར་སོང་ཙང། ཨ་ནི་རྗེས་འཇུག་འཇུག་པ་སྐབས་དེར་སྤྱིར་བཏང་ཤེས་དགོས་ཀྱི་ཡོད་རེད་དེ་དུས་གང་ལ་འགྲོ་མ་འགྲོ། ཡིན་ན་ཡང་མངོན་རྒྱུའི་སྐབས་ཤེས་ཁག་ཡིན་པར་སོང་ཙང་སླར་ཡང་ཞུ་དགོས་ཡ་ཡོད་མ་རེད། གལ་སྲིད། ཨ་ནི། བྱ་ཚིག་ཡིན་པ་གང་ཞིག་ལ། ཨ་ནི། རྗེས་འཇུག་ཡུལ་ཉན་གྱི་ཚེག་བར་དེ་ལ་མངོན་རྒྱུ་མེད་པ་ཡིན་ན། ཨ་ནི་རྗེས་འཇུག་གི་ནུས་པ་གཏན་དུ་སྟོན་གྱི་ཡོད་རེད་གང་ཡིན་ཟེར་ན། སྔ་མ་མངོན་རྒྱུ་སྔ་ཕྱི་འཇར་ལ་ཡ་གི་གོ་མངོན་རྒྱུ་མེད་པའི་ཕྱིར། དཔེར་ན། བ་ཡ་དང་བྱ་རིན་པོ་ཆེ་དང་བྱེད་བསླབ་ཡིན་ན། ཨ་ནི་མངོན་རྒྱུ་མི་འདུག་ཨ་ནི་དག་གི་ནུས་པ་ལ་བརྟེན་ནས་ད་ལྟ་བ་རེད་ལབ་དགོས། བ་ཡ་དང་བྱ་ས་བྱེད་བསླབ་ཡིན་ན། མངོན་རྒྱུ་མེད་པ་སོང་ཙང་འབྱིན་འཇུག་གི་ནུས་པ་ལ་བརྟེན་ནས་དུས་འདས་པ་རེད། དང་ནས་ཤེས་པ་ཡེ་དང་བྱ་ཨ་ལྟ་བུ་ཡིན། ཨེ་ནི། འབྱིན་འཇུག་ཨ་གི་ནུས་པ་ལ་བརྟེན་ནས་ཐ་མལ་དེ་མ་འོངས་པ་སྟོན་གྱི་ཡོད་རེད། ལ་སྡུག་ཐུག་ལ་ཡོད་ཟེར། ད་ཕྱི་མ་གང་ལྟར་འགྱུར་བ་ཟེར་དེ། གར་གཟིགས་བོར་ལབ་ཡོད་ན། ངེས་པར་དུ་དགོངས་པ་ཤོད་དགོས་དཔེ་གལ་ཆེན་པོ་རེད་ཞུ། དཔེར་ན་དེ་གར་ལབ་བོར་ལབ་ཡོད་ན། ཨེ་ནི། བ་བོ་ཅག་དང་བཅས་ཁྱེད་ཡོང་ན།

ལས་ཀ་གཉིས་པ་དེ་ཟེར་བ་རེད། དེ་ཚང་བའོ་ཅཱ་ད་ཅེ་གི་ད་ཡིག་གི་ལས་ཀ་དང་པོ་ག་རེད་ཟེར་ན། ཨ་ནི། སྔོན་འཇུག་གི་ནུས་པ་ལ་བརྟེན་ནས་ཁོ་རང་དུས་བདེ་བོ་ཆགས་འགྲོ་གི་ཡོད་རེད་ཟེར་ཏེ་ལས་ཀ་དང་པོ་དེ་རེད། ཕྱི་མ་ག་རེད་ཟེར་ལབ་ཡོད་ན། གལ་སྲིད་ཁོ་ལ་ལ་དོན་རྒྱབ་དགོས་ཡོད་ན། ད་ཞིབ་ཀྱི་ཐུགས་སྤྲོ་བསྐུར་བ། དེ་ཚང། བྱིན་འཇུག་ད་ཡིག། ཨེ་ནས། ལས་དོན་གྱི་ཁྲོད་དུ་འདྲེན་གྱི་རེད་ཟེར། བྱས་ཙང་སྔ་མ་དེ་སྔོན་འཇུག་སྔ་ཞིང་བྱ་རུ་ཟེར་ན་སྔོན་འཇུག་ཡིན། ཕྱི་མ་དེ་ག་རེད་ཟེར་ན། ཡང་ན། བདག་བཟུང་ཡིན་དགོས་རེད། ཡང་ན། བརྗོད་འདོད་ཡིན་དགོས་རེད། དེ་ཡིན་པ་སོང་ཙང་ད་དེ་གི་ལས་ཀ་གཉིས་བྱེད་ཀྱི་ཡོད་རེད། ལས་ཀ་དང་པོ་དེ་ལ་སྔ་མ་གང་དག་རྒྱུ་བ་ཡིན་ཟེར་མཁན་གྱི་ལས་ཀ་དེ་བྱེད་ཀྱི་ཡོད་རེད། ལས་ཀ་གཉིས་པ་དེ་ལ་ཕྱི་མ་གང་དག་རྒྱུ་བ་ལབ་སྐབས་སུ་དེའི་གི་ཁྲལ་གྲངས་དང་སྐོར་བཤད་ཀྱི་ཡོད་རེད། ད་ཕྱི་མ་ལ་བའི་སྐབས་སུ་ཡིན་གཅིག་མིན་གཅིག་བྱ་རྩིས་ཡིན་དགོས་མ་རེད། དཔེར་ན་ཆ་ག་ས་ཆག་ལྟ་བུ་ཡིན་ན་འགྲིག་རེད། ར་འདོད་ཆག་ལབ་ཡིན་ན་ཨའུ་ད་མེ་རོ་དུས་ད་དུས་ཆ་ག་ས་ཆག། ཨ་ནི། ཆ་ག་ས་ཆག་ལབ་པའི་སྐབས་སུ་བྱ་རྩིས་མིན་པ་སོང་ས་སྔ་མ་ལ་ཞུ་དོགས་ཡོད་མ་རེད། ཡིན་ན་ཡང། ད་ལྟའི་གི་ལས་ཀ་གཉིས་དང་ལས་ཀ་གཅིག་བྱེད་དགོས་གཅིག་གར་བྱེད་དགོས་ཟེར་ན་ཁོས་ཁྲལ་འགྲན་གི་ར་འདོད་ཆག་ཀྱིས་ཉེས་དམིགས་ལབ་ཡིན་ན། ཨ་ནི་ད་ལྟའི་གི་ཀ་ཡི་ད་སྐྱ་གུ་ཀྱིས་འཁྲིག་གི་འདུག་ཨ། ཨོ་ད། འདི་སྟག་ཚུང་རེད་བརྗོད་དེ་རེད་འདི་ཀ་ཡ་རེད་ཟེར། ཆ་ག་ས་ཆགས་ཟིན་གི་ས་འདི། ཨ་ནི་དྲ་དྲག་པོ་རེད་དེ་ཡོད་རེད་ཕོ་རེད་དེ་ཡོད་རེད། ཀ་འདི་མིང་གཞི་ཕོ་རེད་དེ་ཡོད་རེད། གཉིས་ཀ་ལ་ཕོ་ཡིན་པ་སོང་ཙང། ཕོ་ཡི་ཕོ་ཡི་མིང་དང་གྲངས་རེད་བ། སྟག་ཚུང་ཆགས་དེ་ག་རེད། འདི་སྟག་ཚུང་ཆགས་གི་ཡོད་རེད་དེ། ཨ་ནི་བརྗོད་དེ་ཡིན་ཡིན་པ་རེད། ཡིན་ན་ཡང། བརྗོད་དུ་མི་ཟད་པར་དེ་རྟགས་བཟུང་ལ། གང་ཡིན་ཟེར་ན་རྟགས་བཟུང་ཡིན་པ་གང་ཞིག་ལ་བེད་སྤྱོད་གཏང་གི་ཡོད་ན་བརྗོད་དེ་ཡིན་པས་ཁྱབ་ཀྱི་ཡོད་རེད། ཨོ་འདུག་ཟེར།